ང་རང་ཚོས་ད་ལྟའི་མི་ཐོག་འདི་རང་ཅིག་རྣམ་གྲངས་མང་པོའི་དང་དཀའ་སྡུག་མྱོང་བ་ཅིག་དང་ཅིག་རྣམ་གྲངས་མང་པོའི་རང་ཅིག་འགལ་རྐྱེན་གྱི་ཁྲོད་ནས་དང་མི་རིགས་རང་ཚུགས་ཟིམ་ཡག་ཅིག་དང་མ་འོངས་པའི་མདུན་ལམ་གསར་གཏོད་བྱེད་མཁན་གྱི་མི་ཐོག་ཅིག་ཆགས་ནས་བསྡད་ཡོད་པ་ཡིན་དུས་རྩ་ནས། མི་ཐོག་འདིའི་སྐབས་ལ་བྱུང་བསྡད་པའི་སྤྱི་དང་སྒེར་གྱི་ཉམས་མྱོང། ལོ་རྒྱུས་ཡོད་པ་དེ་དེ་ཡིག་ཐོག་ལ་བཀོད་ཡ་དེ་ཧ་ཅང་གལ་ཆེན་པོ་ཞིག་མཐོང་གིན། མ་འོངས་པ་ལ་ཡང་ཕུ་སི་ཐན་འཁྱོག་བཤད་བྱེད་པའི་ཡིག་ཆ་དེ་དེ་འདས། སུ་སི་ཐན་དངོས་གནས་དྲང་གནས་ཀྱི་དངོས་ཡོད་གནས་ཚུལ་གྱི་གནས་ཚུལ་ག་རེ་བྱུང་བ་སྤྱི་དང་སྒེར་གྱི་ཐོག་ལ་གནས་ཚུལ་ག་རེ་བྱུང་བ་དེ་དེ་ཨེ་ནི། རྒྱུས་ཡོད་ངེས་ཀྱི་དོ་བདག་སོ་སོ་མིག་བཙུམ་པའི་ཉིན་མོ་དེ་ཨེ་ནི་གནས་ཚུལ་དེ་དེ་ནག་ཁུང་ནང་འགྲོ་བསྡད་ཡ་བྱེད་ཀྱི་ཁོ་ཉེན་ཁ་ཡོད་པ་ཡིན་དུས་ས་ནས་དེ་ཡིན་གྱི་མིན་གྱི་དང་ད་དུང་ཡང་བསྐྱར་ངས་དེ་འབུད་སྐུལ་བྱེད་ཡ་ལ་ཡ་ང་ཚོ་དེ་རང་དབང་ལུང་པའི་ནང་ལ་ཡོད་བསྡད་པ་ས་ཁུལ་འདྲ་མེད་འདྲ་ལ་ཡོད་བསྡད་ངེས། ཅིག་བོད་པ་ཚང་མ་ལོག་གི་རེད་དང། ཅིག་མཐའ་མ་སོ་སོས་བོད་ནས་ཡི་གེ་བྲི་ཤེས་ཀྱི་མེད་ནས་ཅིག་སོ་སོ་ཉམས་མྱོང་ཅིག་བྱུང་བསྡད་པ་རེད་ཟུར་བྱས་ཏེ། ཅིག་སྐད་སྐོར་ནང་ལ་བཅུག་བྱས་ཅིག་དེ་འདྲས་ཚུན་ཆད་ཀྱི་ཐོག་ནས་ང་ཚོ་འབད་བརྩོན་བྱེད་པ་ནི་ཤུགས་གལ་ཆེན་པོ་རེད་བཞག། བོད་ཀྱི་དཔེ་མཛོད་ཁང་གི་ངག་རྒྱུན་སྡེ་ཚན་འདི་ད་བར་རྗེས་ལོ་ལྔ་བཅུ་མ་ཟིན་ཟེར་གྱི་གོང་ལ། བཞི་བཅུ་ཞབས་བདུན་ཡིན་ན་དེ་འདྲས་ཅིག་རེད་ལྔ་བཅུ་མ་ཟིན་ཟེར་གྱི་གོང་ལ་བཙུགས་ནས། ཨ་ནི་ཁོ་དཔལ་འབྱོར་གྱི་མཐུན་རྐྱེན་ཡོད་མེད་ལ་བལྟས་ནས་ཅིག། ཚགས་ཚུད་མ་ཚུད་བལྟས་ཟིན་དེ་འདྲ་བྱུང་ཡོད་ཀྱི་རེད་དེ། སྤྱིར་བཏང་ཨ་ནི་ད་ལྟ་བར་དུ་མུ་མཐུད་ནས་ལས་ཀ་བྱས་ནས་བསྡད་ཡོད་རེད། ཨ་ནི་ད་ལྟ་ལྷག་པར་དུ་ང་ཚོ་ད་ལྟའི་ཤུགས་རྒྱབ་བྱས་ནས་ངག་རྒྱུན་ལྡན་ཞིག་ལ་ལས་ཀ་བྱེད་མཁན་མི་འབོར་དེ་ཡང་མང་རུ་བཏང། ཨེ་ནས་སྒྲ་འཇུག་བྱས་ཏེ་སྔོན་མ་ཡིན་ན་ང་ཚོ་སྒྲ་རྐྱང་རྐྱང་བཅུག་གི་ཡོད་རེད་ད་དེང་སང་བརྙན་དེ་བཅུག་གི་ཡོད་བ་ཅིག་སྒྲ་དེ་བརྙན་གཉིས་ཀ་ཐོག་ནས་ད་སྤུས་དག་པོ་བཅུག་གི་བྱས་བྱས་ད་ལོ་ཁ་ཤས་ཕྱིན་སོང། སྤྱིར་བཏང་ངག་རྒྱུན་ཟེར་མཁན་དེ་གལ་ཆེན་པོ་ཤི་བོ་ཟེར་གི་ཡོད་རེད། དཔེར་ན་འཛམ་བུ་གླིང་སྤྱི་ལ་ཆ་བཞག་པ་ཡིན་ན་ཡང། ཐོག་མར་ང་ཚོ་ངག་རྒྱུན་མ་གཏོགས་ཀྱི་ཡི་གེ་དེ་དེ་ཡོད་མ་རེད་ཨེ་ནས་ངག་རྒྱུན་ཐོག་ནས་ཨེ་ནས་གཅིག་གིས་གཅིག་ལ་ད་བརྒྱུད་སྤྲོད་བྱས་ནས་འདུག་སུ་འགྲོ་བསྡད་ཀྱི་ཡོད་རེད་དེ་འདྲ་བྱེད་དུས་གོ་གལ་ཆེན་པོ་ཤི་བོ་ཅིག་ཆགས་ཀྱི་ཡོད་རེད་ལྷག་པར་དུ་བོད་ལ་ཡིན་ན་ཨེ་ནས། མང་ཆེ་བ་ཅིག་ད་ངག་རྒྱུན་ཐོག་ནས་མ་བཤད་ཅེས་མ་གཏོགས་ཀྱི་ཡི་གེ་བྲིས་ནས་དེབ་རྩོམ་ཡང་བྱེད་མཁན་དག་ཀུན་དྲང་པོར་ཞིབ་ཞིབ་ཀྱིས་མང་པོ་མེད་པ་ཡིན་ཙང་ཨེ་ནས་ངག་རྒྱུན་རང་གི་ཐོག་ནས་ད་ང་བོད་པའི་རིག་གཞུང་གི་རྣམ་གྲངས་ག་འདྲས་ཡིན་ན་དེ་ཉར་ཚགས་བྱེད་བསྡད་ཀྱི་ཡོད་རེད། དེ་འདྲས་ཡིན་དུས་ཨེ་ནས་དེ་འདྲས་ཀྱི་ལོ་རྒྱུས་ཡག་པོ་བཤད་བསྡད་མཁན་ཅིག་མི་རྒན་པ་ཅིག་གྲོངས་འགྲོ་དུས་ཨེ་ནས་ཁོ་རང་གི་ཉམས་མྱོང་དང་ལོ་རྒྱུས་ཆ་ཚང་ཁོ་རང་མཉམ་དུ་ཨེ་ནས་རྫོགས་འགྲོ་གི་ཡོད་རེད་དེ་འདྲས་བྱེད་དུས་ཕངས་པོ་ཞིབ་ཀྱིས་ཆགས་བསྡད་ཡོད་རེད་ང་ཚོ་ད་ལྟའི་གནས་སྟངས་ལ་ཆ་བཞག་པ་ཡིན་ན། བོད་ནང་ལ་ད་དེ་འདྲས་ཀྱི་གསོག་འཇོག་བྱེད་ཉམས་སྐྱུར་བྱེད་དུས་ཧ་ལམ་དཀོན་པོ་ཆགས་དུ་ཡོད་རེད་རྒྱ་མི་དམ་དྲག་འོག་ལ་ཁག་པོ་ཞིག་པོ་ཆགས་དུ་ཡོད་རེད་བྱས་ཙང་ང་ཚོ་སྐྱབས་བཅོལ་འདེད་མཁན་ཚོ་གིས་ཅིག་གི། ང་ལ་ཤེས་ཡས་གས་མེད་ཟེར་དེ་འདྲས་མ་གསུངས་པ་བྱས་བྱས་ནས་སོ་སོའི་དཔེ་དེ་བོད་པའི་གི་གཏེར་ཁ་སྐོར་ཡིན་ན་རེད་སེམས་ཅན་སྐོར་ཡིན་ན་རེད་གཞས་ཞབས་རོ་སྐོར་ཡིན་ན་རེད་ད་རྣམ་གྲངས་མང་པོ་ཞུ་བྱོས་ར་བོད་པའི་གི་རིག་གཞུང་དེ་འདྲས་སྐོར་ཡིན་ན་ནི་སོ་སོ་གི་ཕ་ས་བུ་རྒྱུད་སྐོར་ཡིན་ན་རེད་དུ་ཚོ་ཅིག་གི་ཤེས་ཡས་དེ་གས་ཆེན་པོ་ཞུ་བྱེད་རེད་ད་དེ་འདྲས་ཡིན་དུས་ང་ཚོའི། ངག་རྒྱུན་ལོ་རྒྱུས་འདི་ཤུག་གུ་གཉིས་གསུམ་མ་གཏོགས་མེད་ན་ཤེས། ནི་དེབ་གཅིག་ཟིན་ཡིན་ཟེར་དེ་འདྲ་ཤེས་ཐུབ་མཁན་ཡོད་ན་ནི་ཡག་པོ་ཞུ་རོགས། འོ་དེ་འདྲའི་གལ་ཆེན་པོ་ཞུ་བྱེད་ཡིན་ཙང་ང་ཚོ་གི་ད་ལྟ་ད་ལོ་མང་པོ་རིང་ལ་ད་ལོ་ལྔ་བཅུ་ཡས་མས་ཅིག་རིང་ལ་བོད་ཀྱི་དཔེ་མཛོད་ཁང་གིས་ད་དཀའ་ལས་རྒྱབ་བྱས་ནས་ད་ལྟ་དེབ་ལྔ་བཅུ་ངག་གཉིས་ས་ཅིག་བཏོན་ཚར། དེ་འདྲ་ཡིན་དུས། སྐར་ཚེ་བར་ད་ང་ཚོ་ངག་རྒྱུན་གི་འདི་ད་གལ་ཆེན་པོ་ཅིག་ལྷག་པར་དུ་ད་དེང་སང་མི་རབས་རྒན་པ་ཧ་ལམ་རྫོགས་ལ་ཉེ་བའི་དུས་ཚོད་ཅིག་སླེབས་བསྡད་དུས་ང་ཚོ་མཛའ་གྲགས་ཀྱིས་བྱས་ནས་ད། དམིགས་བསལ་གྱི་ལས་གཞི་ཅིག་བཟོས་བྱས་ནས་ད་ས་ཆ་གཞིས་ཆགས་ཁག་ཆེ་ས་ཆེ་ས་ལ་བཅར་བྱས་ནས། ཟླ་བ་གཉིས་སུ་གསུམ་སུ་དེ་འདྲའི་ས་ཆ་ཅིག་ལ་བསྡད་ནས་བཅར་འདྲི་ཞུ་ཡག་གི་ད་ལས་གཞི་ཅིག་བཙུགས་བསྡད་ཡོད། འོ་དེ་འདྲ་ཡིན་དུས་དེ་ཨེན་གཙོ་བོ་སྐྱབས་མགོན་རིན་པོ་ཆེ་བཀའ་གནང་བ་དང་ང་ཚོ་དངོས་ཡོད་གནས་ཚུལ་གྱི་ད་ངག་རྒྱུན་གྱི་གལ་གནད་འདི་ཧ་གོ་བའི་ཐོག་ནས་ཨེ་ནས་ཚང་མས་ཀྱི་ཨེ་ནས་ཕྱར་གྲུ་མཉམ་འདེགས་བྱས་བྱས་ནས་ཨ་ནི་ངག་རྒྱུན་ལོ་རྒྱུས་ག་རེ་བཤད་ཡོད་ན་དེ་གསུང་རོགས་གནང་ཟེར་ཅིག་དང་ཨ་ནི་ང་ཚོ་ལ་བཤད་པ་གཅིག་པུ་མ་རེད། ཚོད་ཚོད་ཁྱིམ་ཚང་ནང་ལ་ཡིན་ན་སྔ་མོ་བོད་ལ་ཡིན་ན་ཨ་ནི་ཅིག་དགུང་གྲོ་ཆིག་པ་ཆགས་སོང་ན་ཀློག་དེ་དེ་འདྲའི་ཏི་བི་ལྟ་ཡོད་ཟེར་རོགས་དེ་འདྲའི་གལ་ཡོད་མ་རེད། དེ་འདྲ་མེད་དུས་ཨ་ནི་ནང་མི་ཚང་མ་མཉམ་དུ་འཛོམས་པའི་སྐབས་ལ་ཨ་ནི་ཉི་མ་གཅིག་གི་ག་རེ་ག་རེ་བྱུང་བ་འདི་ཚོ་ཕན་ཚུན་བཤད་རེས་བྱེད། དེ་མིན་པའི་གན་ནི་མི་གཅིག་གི་སྐོར་དང་ལོ་རྒྱུས་འདྲ་བོ་དང་དེ་འདྲ་འདྲ་མི་འདྲ་བཤད་རེས་བྱེད་སྒྲུང་དང་གཏམ་དཔེ་དེ་འདྲ་བཤད་རེས་བྱེད་ཅེས་མང་པོ་ཞིབ་ཅིག་ཡག་པོ་ཞིབ་ཅིག་ཡོད་རེད་ད་དེང་སང་དེ་ཚོ་གཅིག་ག་མི་འདུག་ཨ། ད་ལམ་སཱ་ཏྲི་ལི་བྷི་ཤན་འདྲ་བོ་དང་མོ་བལ་ཕོན་འདྲ་བོ་དེ་འདྲའི་གཅིག་ལ་བ་ཐོམ་བསྡད་བྱས་ནས་ཨེ་ནི་སོ་སོའི་ནང་མི་གི། གཅིག་གི་བྱུང་རབས་འདྲ་བོ་དང་བོད་ཀྱི་ལོ་རྒྱུས་འདྲ་བོ་དང་རིག་གཞུང་གི་གནད་འགག་འདྲ་བོ་དེ་འདྲའི་ཕར་འདྲི་ཚུར་འདྲི་བྱས་ནས་བྱས། ད་དོ་སྣང་བྱེད་མཁན་དང་ཤེས་མཁན་ཀོང་པོ་ཞོལ་གྱི་ཕྱག་དེ་དུས་ང་ཚོ་གཟབ་གཟབ་མ་བྱས་ན། འོ་ད་རིག་གཞུང་རྩ་མེད་བོད་ལ་ད་རྒྱ་མི་གི་རིག་གཞུང་རྩ་མེད་བཏང་གི་ཡོད་རེད་ང་རང་ཚོ་གི་བྱེད་སྟངས་ལ་བལྟས་ན་ཡང། ཁོ་སྐབས་སུ་ཀུན་སློང་གི་ཐོག་ནས་རྐང་བཙུགས་ནས་རྩ་མེད་བཏང་ཡང་བསམ་བློ་དེ་བཏང་གི་ཡོད་མ་རེད་དེ། བྱེད་སྟངས་ཀྱི་ཆ་ནས་མ་འགྲིག་ནས་ཨ་ནི་རྩ་མེད་འགྲོ་ཡས་ལ་ཤུགས་རྐྱེན་ཐེབས་འགྲོ་ཡས་དེ་འདྲ་ཅིག་ཆགས་ཀྱི་ཡོད་དུས་ཨ་ནི་གཟབ་གཟབ་བྱས་བྱས་ནས་ང་ཚོ་ངག་རྒྱུན་ལོ་རྒྱུས་འཚོལ་དུས་དེ་ལ་ཨ་ནི་ཚང་མས་རྒྱབ་སྐྱོར་གནང་རོགས་གནང་ཞུ་ཡས་ཡིན་ཐུགས་རྗེ་ཆེ། བོད་ཀྱི་དཔེ་མཛོད་ཁང་གི་ངག་རྒྱུན་ལོ་རྒྱུས་སྡེ་ཚན་འདི་ནི་སྤྱིར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་དབུ་འཛུགས་གནང་བའི་ཧ་ཅང་གལ་འགངས་ཆེ་བའི་ཚན་པ་ཞིག་ཆགས་ཡོད་པ་རེད། དེ་ཡང། སྤྱིར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནང་རྒྱ་དམར་གྱི་དྲག་གནོན་མི་བཟད་པའི་དུས་འགྱུར་གཡུ་ལངས་ཆེས་ཆེས་རྐྱེན་པས་བོད་བསྟན་སྲིད་མི་རིགས་ལོ་རྒྱུས་གོམས་སྲོལ་དང་བཅས་པར་ཉམས་གུད་སྣ་ཚོགས་བྱུང་དང་འབྱུང་མུས་ཐོག་རང་རེའི་ཁེ་ཉོག་གཉིས་ཅན་གྱི་བགྲེས་སོང་ཁག་རིམ་གྱིས་ཇེ་ཉུང་དུ་ཕྱིན་དང་འགྲོ་མུས་བློས་འགན་བཟོད་བྲལ་ལ་བརྟེན་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། གོམས་གཤིས་བཟང་པོ་གནང། སྔོན་ཆད་རྒྱུན་མཐུད་ཡོང་སླད་བོད་ཀྱི་དཔེ་མཛོད་ཁང་ངག་རྒྱུན་ལོ་རྒྱུས་སྡེ་ཚན་འདི་བཞིན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་དོན་དྲུག་ལོར་འགོ་འཛུགས་གནང་བ་ལྟར་ཞལ་རྒྱུན་དུ་གནས་པའི་བོད་མིའི་རང་ཆས་སུ་ཡོད་པའི་ཆོས་རིག་གོམས་སྲོལ་སྤྱི་དང། སྒོས་སུ་མི་སྣ་ཉུང་ཅན་རྣམ་པའི་སྐོ་རྩིས་ལོ་རྒྱུས་རྣམས་རྩ་བརླག་ཏུ་མི་འགྲོ་བར་ཉར་ཚགས་བཅད་གསོག་ཐུབ་ཆེད་འདི་གའི་འབྲེལ་ཡོད་ལས་བྱེད་ནས་རྒྱ་བལ་འབྲུག་གསུམ་དུ་གནས་པའི་བཙན་བྱོལ་བོད་མིའི་གཞིས་ཆགས་དང། ལ་དྭགས་དང་ཁུ་ནུ། གར་ཤ། སྤི་ཏི་སོགས་ཧི་མ་ལ་ཡའི་རི་རྒྱུད། དེ་བཞིན་ཀ་རྡོར་སྒང་གསུམ་སོགས་བོད་མིའི་གནས་ཡུལ་གང་སར་བཞུགས་པའི་ལོ་རྒྱུས་མི་སྣ་སེར་སྐྱ་བགྲེས་སོང་རྣམ་པའི་སར་ཆེད་བཅར་ཞུས་པའམ་ཡང་ན་འདི་ག་ས་གནས་སུ་བཞུགས་པ་རྣམས་འདི་ཚན་དུ་གདན་འདྲེན་ཞུས་ཏེ་བོད་ཀྱི་གདན་ས་གྲྭ་ཚང་ཁག་དང། བླ་མ་སྐྱེས་ཆེན་དམ་པའི་མཛད་རྣམ་སོགས་ཆོས་ཕྱོགས་ཀྱི་ལོ་རྒྱུས། གླིང་རྗེ་གེ་སར་རྒྱལ་པོའི་སྒྲུང་དང་བླ་མ་མ་ནི་བ། འབྲས་དཀར་སྦ་བཞེད། རྒྱག་གཏམ། གླུ་ཤགས། ཆུ་བཤད། གཏམ་དཔེ། སྒྲུང། ཡུལ་ལུང་སོ་སོའི་ཐུན་མོང་མ་ཡིན་པའི་གཞས་སྣ་ཁག། གནས་ཆེན་ཁག་གི་གཞས་པ། གཉེན་སྒྲིག་ཆང་བསྲེས་སྐབས་ཀྱི་གཞས་པ། རྟ་བོང་དང་བ་ལང། ར་ལུག་སོགས་སྒོ་ཟོག་སེམས་ཅན་འཚོ་སྐྱོང་བྱེད་སྟངས། ལོ་གསར་དང་དབྱར་སྐྱིད། གཉེན་སྒྲིག་ཆང་ས། འཛམ་གླིང་སྤྱི་བསང་སོགས་གཞུང་དམངས་ཀྱི་དུས་སྟོན་སྐོར། བྱ་གཏོར་སོགས་ཀྱི་སྒོ་ནས་སྐུ་ཕུང་ཞོ་འབུལ་བྱེད་སྟངས་བཅས་དམངས་ཁྲོད་ཀྱི་རིག་གནས་སྤྱི་དང། རྫོང་དཔོན་དང་བརྡ་དཔོན། རུ་དཔོན། སྡིངས་དཔོན། སྤྱི་ཁྱབ། རྫོང་སྡོད། གཞིས་སྡོད། བླ་གཉེར། རྒན་པོ་སོགས་ཆབ་སྲིད་དང་འབྲེལ་བའི་ལོ་རྒྱུས་གསེར་གསོ་དང་དངུལ་གསོ། ཟངས་གསོ། ལྷ་གསོ། རྡུལ་མཚོན་གྱི་དཀྱིལ་འཁོར་བཞེངས་སྟངས་སྣམ་བུ་འཐག་ལས། ཚོས་རྒྱག་སྟངས། ཤོག་གསོ། སྤོས་གསོ། ལྷམ་གསོ། ལྕགས་གསོ། ཚེམ་གསོ། ད་སོ། ཨར་ལས། ཤིང་བཟོ། པར་བརྐོ་དང། རྡོ་བཟོ་སོགས་སྲོལ་རྒྱུན་ལག་ཤེས་སྐོར། ཡུལ་དགོན་མཁར་རྫོང་གི་ཆགས་རབས་དང། མི་རིགས་ཀྱི་ཕྱི་ཁུངས། གཞུང་སྒེར་ཆོས་གསུམ་འོག་ཁྲལ་འུལ་རྒྱུག་ཆོག། སོ་ནམ་འདེབས་ལས་བྱེད་སྟངས། ཡུལ་ལུང་སོ་སོའི་ཕོ་མོའི་ཆས་གོས་དང་རྒྱན་ཆའི་བྱེ་བྲག། ཕོ་མོ་རྒན་བྱིས་སོ་སོའི་རྩེད་མོའི་རྣམ་གྲངས་སོགས་ཡུལ་སྲོལ་གོམས་གཤིས། སྟག་ལུང་དང་བྱམས་པ་གླིང་སོགས་ས་གནས་སོ་སོའི་ཚོང་དུད་བཅས་ཞིང་འབྲོག་མི་སེར་གྱི་འཚོ་བ་སྐྱེལ་སྟངས་ལས་འཕྲོས་པའི་བོད་ཆོལ་གསུམ་རྒྱ་ཁྱབ་ཚང་མའི་ལོ་རྒྱུས་ཅི་རིགས་འཚོལ་ཞིབ་ཀྱི་སྒྲ་འཇུག་ཡིག་འབེབས་ཉར་ཚགས་ཀྱི་ཡིག་སྣོད་བཞི་བརྒྱ་བརྒྱད་ཅུ་ཙམ་གསོག་སྒྲུབ་ཐུབ་པ་བྱུང་ལོ་བ་ལས་ཡིག་སྣོད་གསར་རྙིང་བར་རིམ་བཞིན་ལོ་རྒྱུས་ཕྱོགས་བསྒྲིགས་ཞུ་དག་མཐིལ་ཕྱིན་དང་སྦྲགས་ད་ཕན་དེབ་ཕྲེང་ལྔ་བཅུ་ང་གཉིས་དཔར་སྐྲུན་ཞུས་པ་བྱུང་རྒྱུར་བོད་མིའི་རིག་གཞུང་དང་འབྲེལ་བའི་གང་ཅིའི་གནད་དོན་མཁྱེན་རྟོགས་དང།

སེམས་འདི་ཁེ་གསུམ་དང་བྲལ་བ་རེད། ང་ཚོ་མོན་དང་གྲྭ་བ་བྱེད་དུ་བྲལ་བ་མང་བ་རེད་འདུག་རེད། ཨེ་ནི་ང་མ་ཡོང་དུས་ཨམ་ལ་བཙོན་ཁང་ནས་གཏང་འགྲོ་རེད་ཤར། ཨམ་ལ་ནམ་སའི་འོག་ལ་བཙོན་བྱ་ཆོད་ཤར། ཨེ་ནི་ང་མོ་བོད་ནས་ཚུར་ཡོང་དུས་ངས་ཨམ་ལ་ལ་ཡར་ལྟ་གི་བར་བར་ལོ་གཟུགས་ཆུན་ཆུན་བྱས། ད་ཨམ་ལ་མར་ལྟ་ཁོག་ཐུབ།

ཨོ་དེ་ནས་ཟེར་ནས་ནི་ཕ། ད་ཅིག་ང་རང་སུ་མ་ཟེར་ནས་ཡར་ནང་ལ་འཛུལ་ཡ་རེད་ཨོ་དེ་འདྲ་ཟེར་ཞེས་པ་རེད། བོད་ཀྱི་དཔེ་མཛོད་ཁང་གི་ངག་རྒྱུན་ལོ་རྒྱུས་སྡེ་ཚན་གྱི་ཨིན་ནི་ལས་རིམ་དཔེ་ཅོག་ཟེར་ནས་རེད་ལས་གཞི་དཔེ་ཅོག་ཆ་ལ་སོན་པ་ཡིན་ན། ནམ་ཞག་རྒྱུན་དུ་ནས་མི་རབས་རྒན་པ་དེ་ཚོ་ལ་ལོ་རྒྱུས་བཅར་འདྲི་བྱས་ཡ་རེད་ཨིན་ལོ་རྒྱུས་ཀྱི་དེབ་ཐེར་ཁག་བཏོན་ཡ། དེ་འདྲའི་གི་ལས་གཞི་ཞིག་སྤེལ་དེ་ཡོད་རེད། འདི་ག་ནང་ཞིག་ད་ལོ་འགྲོ་བ་ཆ་བརྩོན་པ་ཡིན་ན། བོད་ཀྱི་དེབ་རྩ Tibet Fund དང USAID ཨ་རིའི་རོགས་ཚོགས་གཉིས་ཀྱི་མཐུན་འགྱུར་རོགས་རམ་འོག་ལ་ཡ། ཨ་ནི། བོད་ཀྱི་དཔེ་མཛོད་ཁང་གི་ངག་རྒྱུན་ལོ་རྒྱུས་སྡེ་ཚན་ངོས་ནས་ལས་བྱེད་གཉིས་དང། སྒྲ་སྙན་ཚན་པའི་ངོས་ནས་ལས་བྱེད་གཉིས་འདུག་ཟེར་བྱའི་ཆེད་དུ། དམིགས་བཅས་ལྷོ་ཕྱོགས་མོན་གྷོ་ཞེས་བྱ་ལ་ཡ། ལོ་རྒྱུས་འཚོལ་བསྡུའི་ཆེད་དུ་མ། ཕེབས་ཡོད་རེད། དེར་སོང་ཙང་ཨ་ནི་དང་འདས་ཀྱིས། ལས་གཞི་དེའི་ཐོག་ལ་ཡ་རོགས་སྐྱོར་གནང་མཁན་གྱི Tibet Fund། བོད་ཀྱི་ཐེབས་རྩ་དང་ཨ་རིའི་གྱི་རོགས་ཚོགས། USAID། གཉིས་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་ཞུ་ཡ་ཅིག་དང་ཆབས་ཅིག་ཏུ་ཨ་ནི། ལྷོ་ཕྱོགས་མོན་གྷོ་ཞེས་བྱ་ལ་མ་འབྱོར་བའི་གནས་སྐབས་ལ་ཡ། ང་ཚོའི་གི་ད། ལས་མི་དེ་ཚོ་ལ་ས་གནས་འགོ་འཛིན་རེད་དེ་ག་ནང་བཞིན་གྱི་འབྲེལ་ཡོད་མི་སྣ་ཚོ་གིས་རོགས་རམ་མཐུན་འགྱུར་གང་མང་མང་གནང་རོགས་གནང་ཞེས་འབོད་སྐུལ་ཞུ་གི་ཡོད་ཐུགས་རྗེ།
ཁོང་གིས་ཐུགས་རྗེ་བཀྲ་ཤིས་ནས